སུ། དེ་ནས་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་དང་ད་དེ་རིང་ཡང་ག་རེ་ཤོག། གུང་ཨ་ཏི་ཤ་བསྟན་འཛིན་ཕུན་ཚོགས་ལགས་ཀྱིས་བརྩམས་པའི་བོད་ལ་སི་ཀོ་སྐུ་ཚབ་ཐ་མའི་ལོ་རྒྱུས་ཞེས་དེ་ནས་མ་སྤུས་ཚོད་ཅིག་ཀློག་ཆོག་པ་ཞུས་ཡིན་ད་བཀའ་གསང་རྣམ་པ་ཚོ་མཁྱེན་གསལ་ཆེ། བཀའ་གསང་གཙོ་བོ་དེ་ཁོང་རྣམ་པ་ད་ལན་ཀྲོའུ་ནས་པེ་ཅིང་ལས་ཁ་ཐུག་ཕེབས་རྗེས་ད་ཐ་མ་གི་ད་རྒྱ་ནག་གི་དཔོན་རིགས་དེའི་ནང་ནས་ཡང་ད་ཐབས་ཕྱོགས་གཅིག་གྱུར་གྱི་མཐོ་རིམ་དཔོན་རིགས་དང་མཇལ་འཕྲད་གནང་ཡོད་ཀྱི་གནས་ཚུལ་དེ་རེད་ད་དེ་ག་བ་རེད་ཟེར་ན་པེ་ཅིང་ལས་ཆེད་ཨ་དེ་ཡིན་དུས། དེ་ནས་ཅིག་ཅིག་ལ་ཡང་བསམ་འཆར་གསུང་རེ་ཚེ་དེ་ཆེད་ལྷག་པར་དུ་ད་ཡང་ཅིན་ཧྲན་སི་ཁོ་རང་གི་སྐབས་དེ་དུས་ད་ཁྱེད་རྣམ་པ་འདི་ཡ་རྒྱལ་པོ་རིན་པོ་ཆེ་སྐུ་ཚབ་བྱས་རྗེས་ཕེབས་དང་གཟིགས་རྟོག་ཡག་པོ་བྱུང་ཡོད་ཀྱི་རེད་གཟིགས་སྐོར་ཡག་པོ་བྱུང་ཡོད་ཀྱི་རེད་ཅེས་ཁྲུས་དང་ནོར་འཁྲུལ་དང་ཧ་ལས་ཡོད་ན་གསུང་རོགས་གྱིས་ཅེས་བྱས་རྗེས། དེ་རེད་ད་དེ་ལས་ཡ་ལན་གཙོ་བོ་དེ་ཨ་ནི་སྐུ་ངོ་སྐུ་འདི་ལེན་དགོས་རྩ་བའི་ང་ཚོ་གནས་ཚུལ་ཚང་མ་ས་གནས་ས་ཐོག་ལས་ནང་ཁུལ་ར་ཆས་ཅིག་ཞུས་བཞག་ཡོད་དར་ནང་བཞིན་ཨ་ནི་དེ་དེ་ཞིབ་ཕྲ་ཞིག་ཞུས་ཡོད་བྱས་རྗེས་དེ་ཡིན་དུས་ཨ་ནི་ཁོ་ཚོའི་ཡིན་ན་ཁྱེད་རང་ལས་ཞུ་བའི་རེ་བ་ཡོད་ཟེར་གི་དེ་དེ་རེད། ད་དེ་ནས་ཨ་རེ། ཁོ་རང་གི་ད་ལག་པ་དང་མ་སོང་ན་འཐམ་ས་གཙོ་བོ་དེ་ག་རེ་རེད་ཟེར་ན་ཨ་ནི་ཀྲུང་དབྱང་གི་དོན་ཚན་ལྔ་སྔོན་མ་ནས་བཏོན་ཚར་བ་རེད། དེ་ལ་ཡིན་ན་འགྱུར་མདོག་གང་ཡང་ཡོད་མ་རེད། ད་ད་ལྟ་ང་ཚོ་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་དང་ཨ་ནི་གོང་གི་རྗེས་འབྲང་པ་ཚོས་ཨ་ནི་སྤྱོད་ཚུལ་ལྟ་ཁུག་རེད་བྱས་རྗེས་དེ་རེད་ད་དཀའ་སྡུག་བྱས་ན་ད་ལྟ་དོན་ཚན་ལྔ་དེ་ནམ་ཡང་ཀློད་གི་ཡོད་མ་རེད། འོ་དེ་རེད་གསུངས་པ་རེད་ད་དེ་རེད། ད་དེ་ལ་ག་རེ་རེད་ཟེར་ན། གང་ཟེར་བ་རེད། ཏཱ་ལའི་བླ་མས་ཕྱོགས་གཅིག་ནས་ལྟ་སྐོར་ཚོགས་པ་བཏང་ནས་གཙོ་བོ་ཀྲུང་དབྱང་དང་ཏཱ་ལའི་བླ་མ་བར་འབྲེལ་བ་ཡག་ཏུ་གཏོང་རྒྱུའི་ཆེད་དུ། ལྟ་སྐོར་མང་པོ་བཏང་ཡོད་རེད། འོ་དེ་རེད་ད། སྐུ་ཕྲེང་མང་པོ་བཏང་ཡོད་དེ་འབྲེལ་བ་ཡག་པོ་ཡོང་བའི་ཆེད་དུ་རེད། ཡིན་ན་ཡང་ཕྱོགས་གཞན་ཞིག་ནས་ཕྱི་རྒྱལ་དུ་ཡོད་པའི་བོད་རིགས་ཁ་ཤས་ཀྱིས་མེས་རྒྱལ་ཁ་གྲགས་ཀྱི་བྱ་བ་སྤེལ་གྱི་ཡོད་པ་རེད། ལྷག་པར་ཉེ་ཆར་བྱ་བ་དེ་ཚོ་མང་དུ་ཕྱིན་པ་ལས་ཉུང་དུ་ཕྱིན་ཡོད་མ་རེད་བྱས་པ་རེད། ཨ་ནི་གཅིག་ནས་སྐུ་ཚབ་བཏང་ནས་འགོས་རེད་ཕྱོགས་གཞན་པ་ཞིག་ནས་ད་ག་དྲིན་རིང་ལུགས་ཀྱི་བྱ་བ་སྤེལ་གྱི་འདུག། ལྷག་པར་དུ་ཨ་ནི་དེ་ཚོའི་རིགས་དེ་མང་རུ་ཕྱིན་འདུག་མ་གཏོགས་ཉུང་རུ་ཕྱིན་མི་འདུག་ཨ་ནི་ཟླ་བ་བརྒྱད་པའི་ཟླ་མཇུག་ལ་ང་ཚོ་ཀྲུང་གོའི་རྒྱ་གར་དུ་ཡོད་པའི་གཞུང་ཚབ་ཁང་གི་མདུན་དུ་བོད་རིགས་ཆིག་སྟོང་ལྷག་གིས་ཡར་འཛུགས་རྒྱུའི་བྱ་བ་སྤེལ་བ་དང་མི་དེ་ཚོས་གཞུང་ཚབ་ཀྱི་རྒྱལ་སྒོའི་མདུན་དུ་ལོག་ཆོག་ངོ་རྒོལ་གྱི་གཏམ་བཤད་བྱས་ཡོད་པ་རེད་ཁོ་ཚོའི་བསམ་པར་ང་ཚོའི་གཞུང་ཚབ་ཀྱི་སྒོ་གཏོར་ནས་ནང་ལ་བཙུགས་ཏེ་ངོ་རྒོལ་བྱེད་བསམ་གྱི་ཡོད་རེད་ཨ་ཉེ་ཆར་ཟླ་བ་བརྒྱད་པའི་ནང་ལོགས་ལས་ཨ་ནི་མི་ཆིག་སྟོང་ཚོ་ཞིག་ད་བོད་པར་བ་གཞུང་ཚབ་མདུན་དུ་ངོ་རྒོལ་བྱས་རྗེས་ལོག་ཆོད་པའི་བྱ་བ་དགོད་གཏམ་མང་པོ་བཤད་ཡག་རེད། ལྷག་པར་དུ་ཁོ་ཚོས་བལ་གཞུང་ཚབ་ལ་ཡག་རྫུས་བྱས་དེ་འདྲའི་གི་བའི་བསམ་བློ་དེ་འདྲ་ཁེགས་པ་དེ་འདྲ་འདུག་ཁྱད་པར་ད་ལྟ་བ་དགུ་བའི་ཚེས་གཅིག་ཉིན་བོད་རིགས་ལྔ་བརྒྱ་ལྷག་ཙམ་གྱིས་གཞུང་ཚབ་བདུན་བྱ་བ་གང་བྱུང་མང་བྱུང་སྤེལ་ཡོད་པ་རེད་ཁོ་ཚོས་བོད་རང་སྐྱོང་ལྗོངས་དབུ་བརྙེས་ནས་ལོ་ངོ་ཉི་ཤུ་འཁོར་བའི་མཛད་སྒོར་ངོ་རྒོལ་བྱས་པ་མ་ཟད་གཞུང་ཚབ་ཁང་གི་བདུད་མི་ཁ་ཤས་ཀྱི་ཁ་ལག་མ་སེལ་བར་ངོ་རྒོལ་བྱས་བསྡད་ཡོད་པ་རེད་བྱ་བ་དེ་ཚོ་རྒྱ་གར་ཙམ་དུ་མ་ཟད་ས་གནས་གཞན་ལ་ཡང་བྱུང་ཡོད་བྱ་བ་དེ་དག་གིས་ང་ཚོའི་རླབས་ཆེན་མེས་རྒྱལ་ལ་གྱོང་གུན་གཙང་བ་ནས་ཕོག་གི་མ་རེད་བྱས་པར་བྱས་ཙང་ད་ད་བར་དགུ་བའི་ཚེས་གཅིག་ཉིན་ཨ་ནི་བོད་རིགས་ལྔ་བརྒྱ་སྲིད་དམངས་ཀྱི་གཞོན་ནུ་གི་ཡིན་རྒྱལ་བྱས་ཙང་ཨ་ནི་གཞུང་ཚབ་ཀྱི་མདུན་ལས་བྱ་བ་སྤེལ་ཨ་ནི་གོ་ཚོད་བོད་རང་སྐྱོང་ལྗོངས་སྲིད་ཨུ་གཉེར་ནས་ལོ་ཉི་ཤུ་འགོར་དུས་ཆེན་བསྟུན་མཇལ་དེ་ནས་བས་ཟས་བཅད་ངོ་རྒོལ་བྱེད་དེ་འདྲི་བྱས་ཡོད་རེད་དེ་ཚོ་གི་སྤྱི་བཏང་གི་ཁ་རེད་རེད་ཟེར་ན་རྒྱ་གར་ཙམ་མ་ཟད་ལུང་པ་གཞན་པ་ལ་བས་ཡོད་རེད་ཟེར་བ་ཡིན་ན་འདི་ཚོ་ཨ་ནི་ཁོ་ར་ཚོ་མེས་རྒྱལ་རྒྱ་ནག་ལ་བཀའི་བཀོད་ཀྱི་གནོད་ཡས་ཡོད་མ་རེད་བྱས་པར་གཙོ་བོ་ཏཱ་ལའི་བླ་མ་ཁོ་རང་གི་སྙན་གྲགས་ལ་གནོད་སྐྱོན་བྱས་པ་ལས་མེས་རྒྱལ་ལ་སྐྱོན་ཡོང་གི་མ་རེད་བྱ་བ་དེ་ཚོ་སྤེལ་ནས་ང་ཚོ་རྒྱལ་ནང་མི་རིགས་ཁག་གི་མི་མང་དང་ལྷག་པར་བོད་རིགས་མི་མང་ཚོ་ཁོང་ཁྲོ་ཆེན་པོ་ལང་གི་ཡོད་པ་རེད་བྱས་པ་རེད་བྱས་ཙང་ཀ་ད་དེ་བྱ་བ་དེ་ཚོའི་རིགས་དེ་གཅིག་ནི་རྒྱལ་བ་རིན་པོ་ཆེ་གི་མཚན་སྙན་གནོད་ཡས་གཅིག་རེད་ཕྱོགས་གཞན་པ་གཅིག་ནི་ཕོ་ནང་གི་བོད་མི་དེ་ཚོ་ཁོང་ཁྲོ་ལང་ཡས་གཅིག་པོ་རེད་བྱས་པ་རེད། ང་ཚོར་རེ་བ་ག་རེ་ཡོད་ཟེར་ན་ཏཱ་ལའི་བླ་མས་སེམས་ལྷོད་ལྷོད་དང་བློ་རིག་གསལ་པོ་བྱས་ནས་བསམ་བློ་གཏོང་དགོས་པ་དང། བློ་རིག་གསལ་པོའི་ཐོག་ནས་སོ་སོའི་བྱ་སྤྱོད་སྤེལ་རྒྱུ་སོགས་ཐག་གཅོད་རང་བཞིན་ལྡན་པ་བྱ་རྒྱུ། བློ་རིག་གསལ་པོའི་སྒོ་ནས་བྱ་བ་བསྒྲུབ་རྒྱུའི་ང་ཚོས་རེ་བ་བྱེད་ཀྱི་ཡོད། ད་གཙོ་བོ་དེ་ག་རེ་རེད་ཟེར་ན་རྒྱ་ནག་གི་རེ་བ་དེ་གོང་ས་མཆོག་གིས་ཨ་ནི་བལ་དེར་སེམས་ལྷོད་ལྷོད་བློ་རིག་བྱེད་པོ་བྱས་ནས་བསམ་བློ་གཏོང་ཡས་དང་ཨ་ནི་བྱ་སྤྱོད་སྤེལ་བ་དེ་རེད། འོ་དེ་མ་གཏོགས་ཅིག་གིས་ཨ་ལི་ཁར་ཟེར་བར་བྱ་བ་བསྒྲུབ་རྒྱུ་གཙོ་བོ་རེད་བསམ་གི་ཡོད་རེད་དེ་ཟིང་ལ་ལ་འགྲིག་གི་མི་འདུག་བྱ་བ་རེད་འོ་བྱས། ལོ་མང་པོའི་རིང་ནས་ང་ཚོ་ཁྱིམ་ཚང་ཆེན་པོ་གཅིག་རེད་ད་ལྟ་རྒྱལ་ཁབ་ཀྱི་གནས་ཚུལ་དཔེ་མི་སྲིད་པའི་ཡག་པོ་ཡོད་ཕྱི་རྒྱལ་ལ་སྒོ་ཕྱེ་ནས་སྔོན་ཐོན་གྱི་ལག་རྩལ་བེད་སྤྱོད་ཐབས་དང་རྒྱལ་ཁབ་ལ་མི་དུང་ཕྱུར་བཅུ་ཡོད་པ་ལ་ཟ་རྒྱུ་དང་འཐུང་རྒྱུ་གོན་རྒྱུ་བཅས་གནས་ཚུལ་ཡག་པོ་ཡོད་རེད་བྱ་བ་རེད་འོ་ད་རྒྱ་ནག་གི་ད་ལྟའི་ཆ་ལ་ཨ་ནི་ང་ཚོ་བོད་དང་རྒྱ་ནག་གཉིས་ལོ་མང་པོའི་ཁྱིམ་ཚང་གཅིག་རེད། ད་ལྟའི་ཆ་ལ་རྒྱལ་ཁབ་ཀྱི་སྲིད་བྱུས་ཡིན་ན་རེད་གནས་ཚུལ་དཔེ་ཡག་པོ་ཡོད་རེད། བའི་ཕྱི་མོག་ལ་ཕྱི་ཕྱོགས་ལ་སྒོར་མོ་ཆེད་ཨ་ནི་ད་ལྟ་རྒྱ་ནག་གི་མིའི་དུང་ཕྱུར་བཅུ་ཙམ་ཡོད་པ་མ་ཟད་འཐུང་རྒྱུ་ཟ་རྒྱུ་ཡང་ཡག་པོ་ཡོད་བྱས་པ་རེད་ད་ཇི་ལྟར་ཟ་རྒྱུ་འཐུང་རྒྱུ་གཅིག་པོ་འགྲིག་གི་ཡོད་ཟོབ་དོར་གྱི་བཤད་ལེ་གི་འདུག་བ། སྐུ་ཚེ་བརྒྱད་གཞུང་ཚབ་སྐུ་ཚབ་རྣམ་པ་ཆབ་སྲིད་ཀྱི་ངོ་ལ་ཀུ་རྟ་གི་འཁོར་ར་མི་འདུག་བ་བོ་དེ་རེད། རྒྱལ་ཁབ་གཞན་གྱིས་དེ་ལྟར་ཐག་གཅོད་བྱེད་ཐུབ་ཀྱི་མ་རེད་ཁག་པོ་རེད་ལོ་ལྔ་ཡི་རྗེས་སུ་ད་ལྟ་ལས་ཀྱང་འགྱུར་བ་ཆེན་པོ་ཡོང་གི་རེད་ད། རྒྱལ་ཁ་ཞིམ་པོ་དེ་རིང་ཡོང་མ་རེད་བྱས་པ་རེད། བཙན་རྒྱལ་རིང་ལུགས་ཀྱིས་ང་ཚོའི་རྒྱལ་ཁབ་ལ་བཙན་འཛུལ་བྱ་རྒྱུའི་དུས་ཚོད་ཡོལ་ཚར་བ་རེད་དེང་སང་རྒྱལ་སྲུང་སྟོབས་ཤུགས་ཆེན་པོ་ཡོད། ལོ་ངོ་སུམ་ཅུ་སོའི་མངའ་ཁོངས་འཁོར་བའི་མཛད་སྒོའི། སོན་ལྔ་འཁོར་བའི་མཛད་སྒོའི་སྐབས་དམག་སྲིད་འགྲེམས་སྟོན་གྱི་གློག་བརྙན་གཟིགས་ཡོད་ཤག་རེད་མཚོན་ཆའི་ནུས་ཤུགས་འཛམ་གླིང་ས་ཁྱོན་ཕྱེད་ཀ་ཙམ་སླེབས་ཐུབ་རྒྱུ་བཅས་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་བྱེད་ཐུབ་ཡོད་པ་རེད་ད། ངོམ་སོ་རྒྱག་གི་ཡོད་རེད་ད་དེ་ག་རེ་བྱས་པ་རེད་ཟེར་ན། ད་བཙན་རྒྱལ་རིང་ལུགས་ཀྱིས་ང་ཚོའི་རྒྱལ་ཁབ་གཏོར་ཡས་ཀྱི། དེ་ཚོའི་དུས་ཚོད་ཆེན་པོ་རྫོགས་ཚར་བ་རེད། ཨ་རི་རྒྱལ་ཁབ་ཀྱི་དམག་གི་ནུས་པ་དེ་ཚོ་ཡིན་པ་ཡིན་ན་ལས་ཞོའོ། ཆེན་པོ་ཡོད་རེད་ཨ་ལོ་སུམ་ཅུ་སོ་ལྔ་འཁོར་བའི་དུས་ཚོད་ལ་ང་གི་དམག་ང་ཚོའི་དམག་གི་འགྲེམས་སྟོན་ཅིག་བྱས་ཡོད་རེད་དེ་ཁྱོད་རང་ཚོ་ཟིན་ཡོད་ཤག་རེད་ཆེ་བ་རེད་ད་མཚོན་ཆ་གི་ནུས་ཤུགས་དག་དེ་ཚོ་འཛམ་གླིང་གི་ས་ཁྱོན་ཕྱེད་ཀ་ཙམ་ལ་སླེབས་ཐུབ་ཡོད་དེ་འདྲ་ཡོད་བློ་མཐུན་རྣམ་པ་ཚོ་བསམ་བློ་ཞིག་ཐོངས་དང་གལ་སྲིད་ནུས་ཤུགས་ཡོད་པའི་མེ་མདའ་དང་མཚོ་འོག་གི་གྲུ་གཟིངས་མེད་ན་ང་ཚོ་བཙན་འཛུལ་བྱེད་མཁན་རྒྱལ་ཁབ་ཚོས་བཙན་འཛུལ་བྱེད་ཀྱི་རེད་དེ་ཚོ་རྒྱལ་ཁབ་སྲུང་སྐྱོབ་ཀྱི་ཆེད་དུ་རེད་ད་གོ་ཐོག་དམག་གི་སྟོབས་ཤུགས་ངོ་རྒོལ་བ་ད་ཁྱོད་རང་ཚོ་བསམ་བློ་ཞིག་གཏོང་དང་ང་ཚོ་ལས་གལ་སྲིད་ཨ་ནི་ནུས་ཤུགས་ཡོད་པའི་མེ་མདའ་དང་མཚོ་འོག་གི་གྲུ་གཟིངས་དེ་ཚོ་མེད་ན་ཨ་ནི་བཙན་འཛུལ་བ་དེ་ཚོས་ང་ཚོ་བཙན་འཛུལ་བྱེད་ཀྱི་རེད་ད་དེ་ད་ལྟ་ཡོད་བ་དེ་རྒྱལ་ཁབ་ཀྱི་སྲུང་སྐྱོབ་ཆེད་དུ་རེད་དེང་སྐབས་སྲིད་ཇུས་དང་ལམ་ལུགས་གཉིས་ཀ་ཡག་པོ་ཡོད་ང་ཚོས་ཕྱི་རྒྱལ་ལ་ཀྲུང་གོའི་མི་རིགས་ཀྱིས་དེ་ཚོ་སྤོབས་པ་བྱེད་ཀྱི་ཡོད་བ་རེད་གང་ཡིན་ཟེར་ན་ང་ཚོ་སྟོབས་ཤུགས་ཆེན་པོ་ཆགས་ཡོད་བ་རེད་བྱས་པ་རེད་བྱས་ཙང་ད་དེང་སང་ང་ཚོ་སྟོབས་ཤུགས་ཆགས་ཡོད་དེ་ང་ཚོས་ངོ་ཕྱི་རྒྱལ་རིགས་རྒྱ་མི་དེ་ཚོ་སྤོབས་པ་ཆེ་བསྡད་ཀྱི་ཡོད་རེད་དེ་ག་རེད་ས་ང་ཚོ་སྟོབས་ཤུགས་ཡོད་ས་དེ་ཆགས་པ་རེད་སྔོན་མ་རྒྱ་རིགས་ལ་མཐོང་ཆུང་བྱེད་ཀྱི་ཡོད་པ་རེད་ཐེ་ཝན་ལ་ཡང་དབང་བསྒྱུར་དྲག་པོ་བྱེད་ཀྱི་ཡོད་པ་རེད་ཐེ་ཝན་གྱི་གཟུགས་མཐོང་རླུང་འཕྲིན་ནང་བཙན་འགྲེལ་ལྟད་མོར་བལྟ་མ་བཅུག་ཀྱང་མི་མང་གི་ལྐོག་ལ་བལྟས་ཏེ་དགའ་པོ་བྱེད་ཀྱི་ཡོད། ལོ། ག་རེད། ལོ་རི་སྟན། ཨི། རྩེད་འགྲན་སྐབས་ཀྱི་གཟེངས་རྟགས་བཅོ་ལྔ་དང་དངུལ་གཟེངས་རྟགས་མང་བཅས་བླངས་པ་རེད་ས་ད་བས་ན་ཨ་ནི་ད་བྱས་འདི་འདྲ་རེད་བཞག

ང་ཚོ་རྒྱ་བོད་ཡིན་ན་ཁྱིམ་གཅིག་ནང་བཞིན་རེད་དེ་སྔ་ནས་དེ་འདྲ་རེད་ད་ལྟ་ཡང་དེ་འདྲ་རེད་ད་ཆབ་སྲིད་རེད་རྗེས་མ་ཡིན་ན་ཡང་ཏན་ཏན་དེ་འདྲ་རེད་ལོ་རྒྱུས་འཕེལ་ཕྱོགས་རེད་མི་སུ་ཞིག་གིས་བཟོས་བཞག་པ་མ་རེད་ཡོན་རྒྱལ་རབས་དུས་སུ་གོང་མ། སོག་པོ་རེད་སོག་པོའི་སྲིད་གཞུང་དེ་ཀྲུང་དབྱང་གི་སྲིད་གཞུང་རེད་ཀྲུང་གོ་ཚང་མ་དེའི་ནང་འཐུས་ཡོད་རེད། སྔར་གྱི་རྒྱལ་རབས་དང། སྔར་གྱི་སུང་རྒྱལ་རབས་དང་ཡོན་རྒྱལ་རབས་དེ་ནས་ཆིང་རྒྱལ་རབས་དེ་ཚོ་ཡིན་ན་གོང་མ་ཡིན་པར་ཀྲུང་གོ་ཡོངས་ཀྱིས་ཁས་ལེན་བྱ་གི་ཡོད་རེད། དེས་མ་ཚད་ཕྱི་རྒྱལ་གྱིས་ཀྱང་ཁས་ལེན་བྱེད། ཆིང་རྒྱལ་རབས་རྗེས་གོ་མིན་ཏང་གི་སྐབས་སུ་ཡང་གོང་མ་དེ་ཚོ་ཀྲུང་གོ་ཡོངས་ཀྱིས་ཁས་ལེན་བྱེད་གི་ཡོད་རེད། ཨོ་བྱས་ཙང་ད་ག་རེ་རེད་ཟེར་ན་ང་ཚོར་ཁྱིམ་ཚང་གཅིག་སྔོན་མ་ཡོད་རེད་ད་ལྟ་ཡང་རེད་མ་འོངས་པ་ཞིག་རེད་དེ་ལོ་རྒྱུས་ཀྱི་འཕེལ་རིམ་ཞིག་རེད་ཟེར་བ། བྱས་ཙང་དེ་སུ་གཅིག་གིས་བཟོས་བཞག་པ་མ་རེད་ཞེས་པ་རེད། ཡོན་རྒྱལ་རབས་སྐབས་ཀྱི་སྲིད་བྱུས་གོང་མ་དེ་སོག་པོ་རེད། སོག་པོའི་སྲིད་གཞུང་དེ་ཀྲུང་དབྱང་ཀོ་རང་ཟེར་བ་རེད་བཤད་པ་རེད་བྱས་ཙང་དེའི་ནང་ལས་ཨ་ནི་ཚང་མ་ཀྲུང་གོ་ཡ་དུས་ཡོད་རེད། ཨ་ནི་སུང་རྒྱལ་རབས་དང་ཡོན་རྒྱལ་རབས་དེ་ནས་ཆིང་རྒྱལ་རབས་ཨ་ད་ཚུ་ཚང་མ་གོང་མ་གཅིག་ཚང་མ་རྒྱ་ནག་གི་གོང་མ་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ཐེ་ཝན་སྐབས་དུས་དུས་ཀྱི་ད་རྒྱ་ནག་ལ་དབང་བསྒྱུར་བྱེད་མཁན་གོ་མིན་ཏང་གི་བྱང་ཆ་ཞིག་དུས་ཚོད་ལ་ད་ག་རང་བྱེད་ཀྱི་ཡོད་རེད་བཤད་པ་རེད། ཡོན་དང་ཆིང་རྒྱལ་རབས་གཉིས་ཀྱི་སྐབས་བོད་ཀྱི་འབྲེལ་བ་ཡིན་ན་རྒྱལ་ཁབ་དང་རྒྱལ་ཁབ་ཀྱི་འབྲེལ་བ་རེད་ཟེར་ན་འགྲིག་གྱི་ཡོད་མ་རེད་དེའི་སྐབས་ཀྲུང་དབྱང་དང་ས་གནས་ཁག་གི་འབྲེལ་བ་རེད་བྱས་པ་རེད་བྱས་ཙང། ད། ཡོན་དང་ཆིང་རྒྱལ་རབས་ཀྱི་འབྲེལ་བ་དེ་རྒྱལ་ཁབ་དང་རྒྱལ་ཁབ་རེད་ཟེར་ཁྱོད་རང་ཚོ་ལགས་པ་ཡིན་ན། ཡོན་རྒྱལ་རབས་བོད་དང་རྒྱ་ནག་གི་དེ་འགྲིག་གི་ཡོད་མ་རེད་དེ་ག་རེ་རེད། ཀྲུང་དབྱང་དབུས་གཞུང་དང་ས་གནས་ཀྱི་འབྲེལ་བ་རེད་བྱས་པ་རེད་དེ་ཚོ་ཚང་མ་ཀྲུང་དབྱང་གི་ཁོངས་སུ་གཏོགས་ཡོད་རེད་དེ་ལོ་རྒྱུས་ཀྱི་འཕེལ་ཕྱོགས་ཅིག་རེད་བྱས་པ་རེད་ད་ལོ་རྒྱུས་རྒྱ་མཚོས་བཤད་གི་བ་དེ་རེད། དེ་ཚོ་ཁས་ལེན་བྱེད་དགོས། དེ་ལྟར་མ་བྱས་ན་ཡག་པོ་ཡོད་མ་རེད་ཡིན་ཙང་ང་ཚོ་རྒྱ་བོད་ཡིན་ན། རྒྱ་བོད་ཡིན་ན་ལོ་རྒྱུས་ཐོག་ནས་དེ་འདྲ་རེད་ད་ལྟ་ཡིན་ན་ཡང་ཁྱིམ་ཚང་གཅིག་གི་མི་ནང་བཞིན་དེ་འདྲ་རེད་ལོ་རྒྱུས་འཕེལ་རྒྱས་དང་གནས་ཚུལ་དེ་ཚོ་ཚང་མ་ཤེས་པ་བྱ་དགོས། ད་བྱས་ཙང་རྒྱ་མི་གི་རྩ་བའི་སྐུ་ཚབ་རྣམ་པ་སྐད་བཏང་གདན་འདྲེན་ཞུ་བྱེད་གང་བྱེད་རེད་ཟེར་ན་ད་ང་ཚོ་ཨིན་ཇི་སྐད་ལ་བྱས་ན་བག་ཆགས་ཡག་པོ་ཞིག་བཞག་ཡོད་མདོག impression།

ཟེར་འདུག་སུ་དང་སུ་ཡིན་ན་འགྱུར་ལྡོག་གཏང་ཐུབ་གི་མ་རེད། ཁྱོད་ཚོས་ཕར་ཕེབས་ནས་འཐབ་ཕྱོགས་གཅིག་གྱུར་གྱི་པུའུ་ཀྲང་དང་ཅང་ཕིང་གཉིས་ཀྱིས་ཏཱ་ལའི་བླ་མར་འཚམས་འདྲི་ཞུ་རོགས་གྱིས་བྱས་པ་རེད། ལྔ་བཅུ་ང་བཞི་ལོར། ཅང་ཕིང་ང་གཉིས་ཏཱ་ལའི་བླ་མར་སྣེ་ལེན་ཞུ་མཁན་གྱི་གྲས་ཡིན་ངོ་ཤེས་ཀྱི་ཡོད་བྱས་པ་རེད་ད་རྒྱ་མི་འཇིགས་རེ་དོགས་གོ་འོ་དེ་བྱས། རྒྱ་བོད་ཤན་སྦྱར་གྱི་ཚིག་མཛོད་དེ་ཚར་གྲབས་ཡོད་དེ་མཁས་པ་བཅུས་བཟོས་པ་རེད་ང་ཚོ་མེས་རྒྱལ་ནང་བོད་རིགས་ཡོན་ཏན་ཅན་གྱི་མི་མང་པོ་ཡོད་རེད་རྒྱ་རིགས་ནང་ཡང་ཡོད་ས་དེ་འདྲ་ཡིན་པ་དང་རྒྱལ་ནང་ལ་ཡང་བོད་ཀྱི་རིག་གཞུང་ཞིབ་འཇུག་ལས་ཁུངས་མང་པོ་ཡོད་གྲུབ་འབྲས་ཆེན་པོ་ཐོབ་ཡོད་ཨ་ནི་ད་རྒྱ་བོད་ཤན་སྦྱར་གྱི་ཚིག་མཛོད་ཆུང་མོ་སུས་མཐོ་པོ་ཞིག་བ་དེ་ཡིན་གྱི་རེད་བྱས་ཙང་འོ་འདི་ཡང་ད་ད་ལྟའི་ཆ་ལ་བཟོས་ཚར་བ་རེད་ང་ཚོ་མེས་རྒྱལ་ནང་ལས་བོད་རིགས་ཡོན་ཏན་ཅན་མང་པོ་ཡོད་ར་རྒྱ་རིགས་ཡང་མང་པོ་ཡོད་རེད་དེ་འདྲ་ཡིན་ན་ད་བོད་ཀྱི་རིག་གཞུང་ཞིབ་འཇུག་བྱས་དེ་འདྲ་མང་པོ་ཡོད་གཟུགས་མཛེས་ཆེན་པོར་བདག་ཞེས་བོར་ཐག་པ། ཟླ་འདིའི་ལོ་སོ་གཅིག་དང། ད་ཅང་པུ་ཀྲང་གིས་ད་དུང་ག་རེ་རེ་བོད་ཀྱི་རིག་གཞུང་ཞིབ་འཇུག་སློབ་གྲྭ་ཆེན་མོ་དངོས་སུ་འགོ་ཚུགས་ཡོད་ཤེས་ལྡན་མི་སྣ་དང་ཞིབ་འཇུག་བྱེད་མཁན་གཙོ་བོ་ཁྱད་ལས་པ་ཤང་སྟག་རེད། ད་ཞིབ་འཇུག་བྱེད་ནི་ཤེས་ལྡན་མི་སྣ་ཚང་མ་ཁྱད་ལས་པ་ཟེར་གྱི་འདུག་ཨ་ཁྱད་དུ་འཕགས་པའི་ལས་ཀ་བྱེད་མཁན་དེ་འདྲ་སྐུ་ཚབ་ཚོགས་པའི་ཚོགས་བུ་ཚོགས་གཙོ་སྐུ་འདས་གླིང་སྐུ་ངོ་སྐུ་འདས་གླིང་གིས་ས་སྤུ་གྲངས་ཀྱི་གནས་ཚུལ་ཞིབ་ཕྲ་གསུངས་སོང་དེ་ཚོ། གཉིས་ཕྱོགས་ནས་ཉིས་ཕྱོགས་ནས་བསམ་བློ་གཏོང་དགོས་པ་གོ་རྟོགས་ཐུབ་རྒྱུའི་རེ་བ་ཡོད་ད་ཁྱེད་རང་ཡག་པོ་གསུངས་སོང་དེ་ཕྱོགས་གཉིས་ཀ་གི་བསམ་བློ་གཏང་དགོས་ཡ་ཅིག་རེད་རེད་བ། གནས་ཚུལ་དེ་ཚོ་སོ་སོའི་སེམས་ལ་གང་ངེས་པ་ཡི་གེའི་ནང་གང་བྲིས་ཐུབ་པ་དེ་ཚོ་གསལ་པོ་ཆེ་སེམས་ལ་ངེས་ཡོད། ང་ཚོ་ཏཱ་ལའི་བླ་མས་བཏང་གནང་བའི་སྐུ་ཚབ་ཚོགས་པ་ཡིན་པ་མ་ཟད་ད་ལམ་ཡང་པུའུ་ཀྲང་དང་ས་ད་ལམ་ཡང་པུའུ་ཀྲང་དང་ས་ཅང་པུའུ་ཀྲང་གིས་ད་ལྟ་བཀའ་མོལ་གང་གནང་བ་རྣམས་ཏཱ་ལའི་བླ་མར་གསལ་པོ་ཞུ་གི་ཡིན་ད་ག་རེ་གསུངས་པ་དེ་ཐོག་གི་ངས་ངན་ཐོག་བརྒྱབ་ཡོད་ཨ་ནི་རྒྱ་གར་འུ་ཚོ་སྐུ་ཚབ་ཡིན་ཚ་ཁྱེད་རང་གཉིས་ཀྱིས་ཡང་པུའུ་ཀྲང་དང་ཅང་པུའུ་ཀྲང་ག་རེ་གསུངས་པ་དེ་ཨ་ནི་གསལ་པོ་ཞུ་གི་ཡིན་དེ་དང་ཕྱོགས་མཚུངས་ཏཱ་ལའི་བླ་མར་འཚམས་འདྲི་ཞུས་པ་དེ་ཚོ་ཡང་ཞུ་གི་ཡིན་ད། ད་རེས་བོད་རང་སྐྱོང་ལྗོངས་དབུ་བརྙེས་ནས་ལོ་བཞི་བཅུ་ཉི་ཤུ་འཁོར་བའི་མཛད་སྒོ་འཚོགས་པར་རྒྱ་གར་ལ་ངོ་རྒོལ་ཚོགས་འདུ་དང་གཞུང་ཚབ་ཀྱི་སྒོ་འགྲམ་བྱུང་བའི་གནས་ཚུལ་ད་ལྟ་གསུངས་པ་དེ་ཚོ་ང་ཚོ་བློ་ཕམ་བྱུང། ཡིན་ན་ཡང་དེ་རིགས་འཛམ་གླིང་ཐོག་ལ་ཡོང་སྲིད་པ་རེད་ཡག་པ་གཅིག་ཡོད་སར་ཁྲིད་ལ་འདུག་པ་ཡང་ཡོད་པ་རེད། དངོས་གནས་དོན་དམ་པའི་མི་རིགས་མཐུན་སྒྲིལ། དགོངས་པ་ཞེས་པ་ཡིན་ན་དེ་ཚོའི་གྲས་ལ་ཞེ་དྲག་དགོངས་པ་བཞེས་རྒྱུ་ཡོད་མ་རེད་བྱ་བ་རེད་ད་གནས་ཚུལ་དེ་ཚོ་བྱུང་བ་ང་ཚོ་བློ་ཕམ་བྱུང་བཙལ་བས་ཨ་ནི་དེ་གནས་ཚུལ་དེ་ག་བ་ཡིན་ན་ཡོང་ཆོག་གི་རེད་ཨ་ནི་མི་རིགས་མཐུན་སྒྲིལ་གི་སྒང་ལ་དགོངས་པ་བཞེས་མཁན་ཡིན་ན་དེ་ཚོ་དམིགས་བསལ་གྱི་དགོངས་པ་བཞེས་དགོས་མ་རེད་བྱ་བ་ད་དེ་རེད་ཏཱ་ལའི་བླ་མས་དངོས་ཡོད་གནས་ཚུལ་ལ་དགོངས་པ་ག་རེ་བཞེས་རྒྱུ་ཡོད་རེད་ཟེར་ན་ང་ཚོ་མི་རིགས་མཐུན་སྒྲིལ་ཡོང་བ་དང་བོད་མི་རིགས་ལ་རང་དབང་ཡོང་ཐབས་གཙོ་བོ་གནང་གི་ཡོད་པ་ལས་ཏཱ་ལའི་བླ་མ་གང་ཉིད་ལ་གོ་ས་དང་དེ་མིན་གཅིག་དགོས་གཉིས་དགོས་དེ་འདྲ་ནམ་ཡང་གསུང་གི་མེད་བྱས་ཙང་ད་དེ་གོང་འོག་གི་དོན་ཚན་ལྔ་གི་སྒང་ནས་གསུང་གི་ཡོད་པ་དོན་དག་དེ་རེད། དོན་ཚན་ལྔ་དེ་གོང་ས་མཆོག་གི་གནས་བབ་དང་འབྲེལ་ཡོད་རྐྱང་རྐྱང་རེད་བ། བྱས་ཙང། ཨ་ནི་རྒྱལ་བ་རིན་པོ་ཆེ་དགོངས་པ་གཙོ་བོ་དེ་ག་རེ་རེད་ཟེར་ན། ང་ཚོ་མི་རིགས་མཐུན་སྒྲིལ་རེད། དེའི་ནང་ནས་ད་བོད་རིགས་ལས་རང་དབང་འཐབ་རྩོད་གནང་ཡས་དེ་རེད་མ་གཏོགས་རྒྱལ་བ་རིན་པོ་ཆེ་སྐུ་སྒེར་གི་གནས་ཚུལ་དང་ང་ལ་དེ་དགོས་དེ་དེ་དགོས་གསུང་གི་ཡོད་མ་རེད། འོ་དེ་རེད་དགོངས་པའི་ནང་ལ་ཡང་དེ་ཡོད་མ་རེད། མི་རིགས་མཐུན་སྒྲིལ་དགོངས་པར་ཡོད་པ་དེ་ཚོ་མཁྱེན་གྱི་ཡོད་རེད་མཁྱེན་དགོས་ཀྱི་རེད་ཁྱེད་རང་ཚོས། བྱེད་དང་བཙན་བྱོལ་བོད་མི་ཚོ་སྡོད་ས་རྒྱ་གར་ན་བསྡད་ཡོད་པ་རེད་རྒྱ་གར་གྱི་ཉང་ལ་རྒྱ་ནག་ནང་བཞིན་མིན་པར་རང་དབང་ཆེན་པོ་ཡོད་རེད་རྒྱ་ནག་གིས་སྐད་རྒྱག་གི་ཡིན་ན་རེད་ག་རེ་ཡིན་ན་ལས་རང་དབང་ཡོད་རེད་ཁོ་ཚོའི་སེམས་ནང་ན་ཚ་ཞིག་བསྡད་ཡོད་རེད་དེ་ལ་བརྟེན་ནས་ཁོ་ཚོས་སྐད་རྒྱག་གི་ཡོད་རེད་དེའི་ཐོག་ལ་བསམ་བློ་རྒྱ་ཆེན་པོ་ཞིག་བཏང་སྟེ་ཏཱ་ལའི་བླ་མའི་དགོངས་པར་ཡོད་པ་བཞིན་མུ་མཐུད་ནས་འབྲེལ་བ་གནང་གི་ཡིན་ན་ཡག་པོ་ཡོང་གི་རེད་བསམ་གྱི་འདུག་བྱེད་དང། ང་ཚོས་བཙན་བྱོལ་བྱས་རྗེས་རྒྱ་གར་བསྡད་ཀྱི་ཡོད་རེད་ཨ་ནི་ག་རེ་ཡོད་རྒྱ་གར་གོ་རང་མང་གཙོའི་ལུང་པ་རང་དབང་ལུང་པ་ཡིན་དུས་ཨ་ནི་སྐད་རྒྱག་ཆོག་གི་ཡོད་རེད། སྐད་རྒྱག་སའི་ཁོར་ཡུག་ཅིག་ཡོད་དུས་ཁོ་ཚོས་སྐད་རྒྱག་གི་ཡོད་སེམས་ནས་ན་ཚ་ཡོད་དུས་ན་ཚ་དེ་སྟོན་གི་ཡོད་རེད། འོ་དེའི་ཐོག་ལས་བསམ་བློ་བཏང་དགོས་རེད་བྱས་པ་དེ་རེད། ད་ལྟ་ཡང་པུའུ་ཀྲང་གིས་དོན་ཚན་ལྔ་དེ་ལ་འགྱུར་བ་གང་ཡང་ཡོད་མ་རེད་གསུངས་སོང་དོན་ཚན་ལྔ་ཟེར་བ་དེའི་ཐད་རྩ་བ་ནས་ང་ཚོ་ལྟ་སྐོར་ཚོགས་པ་ཡིན་པ་ལས། དེའི་ཐད་རྩ་བའི་ཆ་ནས་ང་ཚོ་ལྟ་སྐོར་ཚོགས་པ་ཡིན་པ་ལས་འདི་འདྲིའི་སྐོར་སྐད་ཆ་ཤོད་པར་ཡོང་བ་མེད། ཡིན་ན་ཡང་ཁ་སང་ང་ཚོར་ཐོག་མ་ལྕང་པུ་ཀྲང་གི་དོན་ཚན་ལྔ་སྐོར་འགྲེལ་བཤད་ཅིག་གནང་བྱུང་དེར་ང་ཚོས་དངོས་ཡོད་གནས་ཚུལ་ཐོག་ནས་དོན་ཚན་ལྔ། གསུངས་པ་དེ་ལ་མི་མང་གི་མོས་མཐུན་རྩ་བ་ཉིད་ནས་ཞུ་གི་ཡོད་མ་རེད་ཅེས་འགྲེལ་བཤད་ཞུས་པ་ཡིན། བྱས་ཙང་ད་ལྟ་དོན་ཚན་ལྔ་ཞིག་གསུང་གི་འདུག་ཨ། དོན་ཚན་ལྔའི་སྐོར་དེ་ང་ཚོ་བའི་སྐུ་ཚབ་ཚོགས་པ་བཅས་ཀྱིས་དོན་ཚན་ལྔའི་སྐོར་ལས་བཀའ་མོལ་ཞུ་ག་ཡོང་གི་ཡོད་མ་རེད། ད་ཡིན་པ་ཡིན་ན་ལས་ཁ་སང་དོན་ཚན་དེ་གཅིག་ཁྱེད་རང་གིས་གླེང་གླེང་སློང་གནང་བ་རེད་དེ་འདྲ་ཡིན་ཙང་ཁ་སང་ཞུས་ཡོད་དེ་ལ་ག་རེ་རེད་མི་མང་གི་མོས་མཐུན་རྩ་བ་ནས་གནང་གི་མ་རེད་ཅེས་ཞུས་འགྲེལ་བཤད་ཞུས་པ་ཡིན། དེ་ནས་ང་ཚོས་རེན་པུ་ཀྲང་བརྒྱུད་ནས་ས། རིམ་དྲུག་གྲངས་བརྒྱུད་ནས་བོད་ཡིག་ཐོག་དོན་ཚན་ལྔ་འཁོད་པ་དེ་གནང་སྟེ་ཡག་པོ་ཀློག་ཞེས་ཟེར་བ་བཞིན་ནི་ང་ཚོས་དེ་ཀློག་པ་ཡིན། དོན་ཚན་ལྔ་ཁྱེད་རང་ཚོ་གི་རིམ་དྲུག་གྲངས་བརྒྱུད་ཀྱི་དྲུག་གྲངས་དྲུག་གྲངས་བརྒྱུད་ཀྱི་སྐུར་དོགས་དེ་ཀློག་པ་ཡིན་བོད་ཡིག་ཐོག་ལ། ཏཱ་ལའི་བླ་མས་གསུངས་པའི་ནང་ཁོང་རང་གི་དོན་དག་གཅིག་ཀྱང་ཡོད་མ་རེད་ཡིན་ན་ལ་དེའི་ནང་ལ་ཏཱ་ལའི་བླ་མའི་དོན་དག་དེ་གཙོ་བོ་བཀོད་ཡོད་པ་རེད། ཞེས་དང། དོན་ཚན་ལྔ་ཡི་ནང་ལོགས་ནས་ད་རྒྱལ་བ་རིན་པོ་ཆེ་དགོངས་པ་རྒྱལ་བ་རིན་པོ་ཆེ་བཞུགས་སའི་གཏེར་ལས་ཀྱང་རྒྱལ་གཙོ་བོ་དེ་ཡོད་རེད། ད་ལྟ་རྒྱལ་བ་རིན་པོ་ཆེ་དགོངས་བཞེས་དེ་བོད་མིའི་རང་དབང་རེད་མ་གཏོགས་ཁོང་སྐུ་སྒེར་གྱི་དགོངས་པ་བཅས་ཡོད་མ་རེད་འདི་རེད་ད། ཏཱ་ལའི་བླ་མའི་དགོངས་པ་དང་ཀྲུང་དབྱང་གི་དོན་ཚན་ལྔ་པོ་གཉིས་དེ་ཏག་ཏག་ཅིག་མཐོང་གི་མི་འདུག་བྱས་ཙང་གནས་ཚུལ་གསལ་པོ་ཡོང་ཆེད་དེའི་སྐོར་ཟུར་དུ་བཀའ་མོལ་གནང་ན་ཡག་པོ་ཡོང་གི་རེད་བསམ་གྱི་འདུག་ཚུར་གསུངས་པ་བཞིན་ང་ཚོ་སྤུན་ཟླ་མི་རིགས་རེད་ང་ཚོ་ནག་ཅིག་གི་མིས་བྱས་ང་ཚོས་ཀྱང་ལམ་ནོར་བ་དེ་གསར་པ་ཞིག་གི་ཐོག་ལ་འགྲོ་རྒྱུར་བསམ་འཆར་གསལ་པོ་ཞུས་པ་ཡིན་ཞེས་གསུངས་སྟ། ཁྱེད་རང་ཚོ་གིས་བྱས་ཙང་ད་ལྟའི་ཆ་ལ་ཀྲུང་དབྱང་གིས་གསུངས་པའི་དོན་ཚན་ལྔ་ཡི་ནང་དོན་དང་རྒྱ་རོ་པ་ཅིག་དགོངས་པ་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་གོམ་གཅིག་ལ་འགྲོ་གི་ཡོད་དུས་དེར་གནས་ཚུལ་དེ་གསལ་པོ་ཡོང་ཆེད་ཟུར་དུ་གང་མོ་གནང་ན་ཡག་པོ་འདུག་ཨ། ཁྱེད་རང་ཚོ་གིས་ད་ང་ཚོ་མི་རིགས་གཅིག་གི་གཅིག་གི་རེད་ཁྱིམ་ཚང་གཅིག་གི་མི་འདྲ་རེད་མང་པོ་གསུང་གི་འདུག་ཨ། ད་དེ་འདྲས་ཡིན་པ་ཡིན་ན་ང་ཚོ་ནང་གཅིག་མི་བྱས་རྗེས་ང་ཚོས་ཀྱང་ལམ་ནོར་བ་གསར་པ་ཞིག་མཐོང་གི་ཡོད་ལ་དེ་འགྲོ་རྒྱུ་ལ་ཁྱེད་རང་ཚོས་བསམ་འཆར་ཞུ་གི་ཡོད་རེད། ཡང་ཅིག་རེ་ནས་ཁྱེད་རང་རྣམ་པ་ཚོ་ད་རེས་གཙོ་བོ་ལྟ་སྐོར་ཡིན་པ་ང་ཚོས་ཧ་གོ་གི་ཡོད་ཡིན་ན་ཡང་དོན་ཚན་ལྔ་སྐོར་སོ་སོའི་དགོངས་འཆར་གསུང་གི་གསུང་ཡོད་པ་རེད་དོན་ཚན་ལྔ་ཀྲུང་དབྱང་གིས་གཏན་འབེབས་བྱས་པ་ཞིག་རེད་ཀྲུང་དབྱང་གི་སྲིད་ཇུས་རེད་དེའི་ཐོག་བློ་མཐུན་ཚོས་སོ་སོའི་བསམ་བློ་གཏང་རྒྱུ་དང་དགོངས་པ་བཞེས་རྒྱུ་བཅས་འདོད་པ་བཞིན་བྱེད་ཆོག་གི་རེད་བྱས་པ་རེད། བྱས་ཙང་ད་ཡི་སྐུ་ངོ་ཀུན་བདེ་གླིང་གི་བཀའ་མོལ་དེ་ལ་ལན་འདི་གར་རྒྱབ་པར་ཟེར་ན། ཡང་རྗེས་ཟིན་ཏེ་ཁྱེད་རང་ཚང་པ་ཚོ་ལྟ་སྐོར་རེད་ཟེར་ད་དེ་ཡིན་ན་ཡང་དོན་ཚན་ལྔ་པོ་དེ་དགོངས་འཆར་སོ་སོ་གསུང་ཆོག་གི་རེད། དེ་ཀྲུང་དབྱང་གིས་གཏན་འབེབས་བྱས་པ་ཞིག་རེད་དེ་ཀྲུང་དབྱང་གི་སྲིད་ཇུས་ཡ་ཆ་ཡོད་པ་རེད་དེའི་ཐོག་ལས་བློ་མཐུན་རྣམ་པ་ཚོ་གིས་བསམ་བློ་གཏང་རྒྱུ་རེད་ད་མདོར་ན་རྒྱལ་བོ་རིན་པོ་ཆེ་བཅུ་ལྕགས་ཀྱུ་དང་མ་སོང་ཉྭ་དང་མ་སོང་ན་ལྐུགས་ཡག་གི་དེ་རེད་ད་རྡོག་རྡོག་ཁོ་འོ་དེ་རེད། དགོངས་པ་བཞེས་རྒྱུ་འདོད་པ་ཆོག་གི་རེད། དེང་སང་ལོ་རབས་ལྔ་བཅུ་བའི་གནས་ཚུལ་དང་གཅིག་པ་མིན་པར་འགྱུར་ལྡོག་ཕྱིན་ཡོད་འགྲིམ་འགྲུལ་སྐོར་ནས་བཤད་ན་ང་བོད་ལ་ཐེངས་གཉིས་འགྲོ་མྱོང། འགྲོ་དུས་གནམ་གྲུ་པེ་ཅིང་ནས་གོར་མོ་དང། གོར་མོ་དང་དེར་ཉིན་ཁ་ཤས་བསྡད་དགོས་དེ་རྗེས་བོད་ལ་སླེབས་འདུག་དེང་སང་འགྱུར་བ་ཆེན་པོ་ཕྱིན་རྗེས་པེ་ཅིང་ནས་ལྷ་ས་བར་ཤར་རྒྱུད་ཆུ་ཚོད་བཞི་ནང་སླེབས་འདུག་དེར་གནམ་གཤིས་ཁྱད་པར་གང་ཡང་ཡོད་མ་རེད་གང་ཡང་མེད་བྱས་པ་རེད་ད་ཁོ་རང་གིས་ག་རེ་ཟེར་གོ་རེད་འགྱུར་ལྡོག་རང་བཞིན་གྱིས་ཆར་འགྱུར་བ་འགྲོ་གི་རེད་ཟེར་བ་རེད་ད་གནམ་གྲུ་འགྲོ་སྟངས་ནི

དེ་ཚོ་ལོ་ན་རྒས་པ་དང་མཉམ་དུ་གོ་གནས་འཕར་ཡོད་རེད་སོ་བཟོས་ཕ་ཡུལ་ལ་ལོ་གཞོན་པ་ཚོས་ལས་ཀ་བྱེད་ཀྱི་ཡོད་པ་རེད་ཤིང་ཅང་གི་འགོ་ཁྲིད་ཀྱང་ལོ་གཞོན་པ་རེད་བྱས་ཀྱི་ད་སོ་བཟོས་ཕ་ཡུལ་ལ་འགོ་ཁྲིད་བྱས་ད་ཁོ་ཚོ་ག་ལུག་ག་ལུག་ཀྲུང་དབྱང་གི་འགོ་ཁྲིད་ཚམ་ལས་སླེབས་ཀྱི་རེད་ཟེར་རྗེས་དེ་ད་མི་རིགས་སྲིད་བྱུས་གང་རེད། འོ་ཡ། ཨ། ཁ་ཟས། ང་ཉིང་ཞྭ་ཧུད་རིགས་རང་སྐྱོང་ལྗོངས་ཀྱི་ཀྲུའུ་ཞི་ཡིན་ས་རིག་གནས་གསར་བརྗེའི་རྗེས་པེ་ཅིང་དུ་ཡོང་ནས་འཐབ་ཕྱོགས་གཅིག་གྱུར་པུའི་པུའུ་ཀྲང་དང་ཆབ་སྲིད་གྲོས་ཚོགས་ཀྱི་ཀྲུའུ་ཞི་གཞོན་པ་བྱེད་ཀྱི་ཡོད། པེ་ཅིང་ལ་ཡོང་ནས་བྱ་བ་བསྒྲུབ་རྒྱུ་མེད་པ་མ་རེད་བྱ་བ་མང་པོ་བསྒྲུབ་ཀྱི་ཡོད། པེ་ཅིང་དུ་བསྡད་ནས་ཆུ་ཚོད་ལྔ། ཁ་ཤས། ཐོག་ཉིན་ཞག་དང་ས་གནས་ཁག་ལ་བསྐྱོད་འདུག་དེ་བཞིན་ཚུར་ཡང་སླེབས་ཐུབ། དེང་སང་ལོ་ཆུང་བ་ཚོས་ས་གནས་ཀྱི་འགོ་ཁྲིད་བྱེད་པ་དང་དེ་བཞིན། ཏང་ཀྲུང་དབྱང་གི་ཧྲུའུ་ཅི་ཧྲུའུ་དང་རྒྱལ་ཁབ་ཀྱི་པུའུ་ཀྲང་དེ་ཚོ། ལོ་བཞི་བཅུ་ལྔ་བཅུ་ཡིན་པ་མང་པོ་ཡོད་སྟབས་ངས་ལམ་སེང་ངོ་ཤེས་ཀྱི་མི་འདུག། ད་ཁོས་ག་རེ་བཤད་ཀྱི་ཡོད་ཟེར་ན་ད་དེ་གཙོ་བོ་དེ་རྒྱལ་བ་རིན་པོ་ཆེས་ཞུས་ཀྱི་ཟེར་ཁ་སང་པེ་ཅིང་ལ་བཞུགས་སྒོ་རེད་ཟེར་སྲིད་ཇུས་ཞིག་འདུག་བ་བྱས་ཙང་དེང་སང་ཁོ་རང་ཡིན་པ་ཡིན་ན་ལས་ཉིན་ཞག། ནི་བྷི་རིགས་ནི་ཁ་ཆེ་མི་རིགས་རང་སྐྱོང་ལྗོངས་ཀྱི་ཀྲུའུ་ཞི་ཡིན། ཨ་ན་པེ་ཅིང་ལ་དེ་ལྟ་དིང་སང་ཡ་ཕ་ཡ་མ་འགྲོ་ཡའི་སྟབས་བདེ་བོ་ཞོ་ཞིག་ཡོའ་རེད། ག་བ་ཡིན་ན་ལའི་སྟབས་བདེ་བོ་དེ་འདྲས་ཡོའ་རེད། འོ་ད་ཚུར་ཡང་སླེབས་འདུག་ཕར། ས་གནས་ཁག་ལས་འགྲོ་འདུག་དེ་འདྲས་ཡོའ་རེད་ད་གནམ་གྲུ་སྐོར་དེ་མང་པོ་ཤེས་སོང་ཨ། ཨ་ནི་དིང་སང་འགོ་ཁྲིད་ཡིན་ན་ལོ་བཞི་བཅུ་ལྔ་བཅུ་དེ་འདྲས་ཡིན་དུས་ཨ་ནི་ངོ་ཡ་ཤེས་གི་མི་འདུག། ད། བོད་ལི་མཚོན་ན་ཡང་རྡོ་རྗེ་ཚིག་ལྡན་ལོ་ལྔ་བཅུ་ལྷག་ཙམ་རེད། ལོ་རྒན་པ་ཚོ་སོ་སོའི་ས་གནས་ལ་བསྡད་ནས་འགྱུར་བ་མེད་པ་བྱས་ན་ཡག་པོ་ཡོད་མ་རེད། ལོ་ཆུང་བ་དེ་ཚོ་གསོ་སྐྱོང་བྱ་རྒྱུ་གལ་ཆེན་པོ་དང། མིའི་བསྐོ་ཕྱོགས་དེ་འགྱུར་བ་ཆེན་པོ་ཕྱིན་ཡོད། བྱས་ཙང་ད་ལོ་རྒན་པ་ཟེར་དུས་ད་གྱོར་མོ་ཞིག་དང་ཡང་ལྷད་ས་ལ་ཞུགས་ཡོད་ད་དེ་དེ་ཟེར་གྱི་ཡོད་ཀྱི། ད་དེའི་གར་ཟེར་ན་ཁོ་ཚོ་ལ་གོ་སྐབས་སྤྲད་དགོས་རེད། ཁོ་རང་ཚོ་ཨ་ནི་ག་ས་བ་རེད་གོ་སྒྲིག་ཆེད་ཟེར་ན་འདྲ་ལོ་རྒན་པ་ཚོ་ཨ་ནི་བལ་ཏུ་ཀྲུང་དབྱང་ལ་ཡར་གོ་གནས་བར་དེ་འདྲ་བྱས་རྗེས་ཨ་ནི་བྱེད་དགོས་རེད་བྱས་བ་རེད། དེ་འདྲ་ཡིན་དུས་དཔེར་ན་བྱ་བ་གཅིག་ལ་ཆ་མཚོན་ནས་བཤད་ན་བྱ་བ་དེ་ལ་འགྱུར་ལྡོག་མེད་པ་དེ་འདྲ་མ་རེད་བྱ་བ་ལ་འགྱུར་ལྡོག་མེད་ན་བྱ་བ་དེ་དངོས་སུ་གནས་ཐུབ་ཀྱི་མ་རེད། ད་དེ་རེད་ལོ་ཙཱའི་སྒང་ནས་བཤད་དགོས་པ། ཁྱེད་རྣམ་པས་དོན་ཚན་ལྔ་ལ་དགོངས་པ་བཞེས་དུས་ང་ཚོ་རྒྱལ་ཁབ་ཡོངས་ཀྱི་མེས་རྒྱལ་གྱི་བྱ་བ་ཆེན་པོ་དེ་ཚོ་ལ་བསམ་བློ་བཏང་ནས་ཞིབ་འཇུག་གྲོས་བསྡུར་བྱ་དགོས་པ། བྱ་རྒྱུར་དགོངས་པ་བཞེས་རོགས་གྱིས། རྒྱལ་ཁབ་ཁོ་རང་གི་གནས་ཚུལ་ལ་བསམ་བློ་བཏང་རོགས་གྱིས་དོན་ཚན་ལྔ་དེ་དེ་ལྟར་མ་བྱས་ན་བྱ་བ་ཆེན་པོ་སྒྲུབ་ཐུབ་ཀྱི་མ་རེད་གཙོ་བོ་དེ་རྒྱལ་ཁབ་ཡོངས་ཀྱི་དོན་དང་ང་ཚོ་མེས་རྒྱལ་གྱི་དོན་དག་ཆེན་པོ་དང་ཁ་བྲལ་ཐབས་མེད་བྱས་ས་མ་རེད་ད་རྒྱ་ནག་གི་ངོས་ནས་བསམ་བློ་དེ་གཙོ་བོ་རྒྱལ་ཁབ་སྤྱི་ཡོངས་ཀྱི་བསམ་བློ་བཏང་རོགས་ཞེས་འོ་དེ་རེད་ད་ང་ཚོ་ཡིན་ན་ཨ་ནི་གལ་ཆེ་ཤོས་དེ་རྒྱལ་ཁབ་ཀྱི་གཙོ་བོ་རེད་མ་གཏོགས་ཁྱོད་རང་ཚོ་རྒྱལ་ཁབ་གཙོ་བོ་མ་རེད་ཟེར་ཚེ་དེ་བཤད་དགོས་དོག་དོག་པ་དེ་རེད། དེའི་མཚམས་གུས་ནས་བསམ་འཕེལ་ལགས་སུ་བོད་ཀྱི་རྒྱལ་རབས། རྒྱལ་རབས་སྒོ་སྐུ་ངོ་སྐུལ་འདེད་གླེང་ནས་གང་ཡང་གསུངས་མ་སོང་བར་གུས་ནས་ཅིག་བཤད་ན་ཞེས་གོ་བསྡུར་ཞུས་པར་ཁོང་ནས་ལམ་སེང་ཡག་པོ་འདུག་ཅེས་རྒྱབ་སྐྱོར་གནང་བ་དེས་སྤོབས་པ་སྐྱེ་བ་ལྟ་བུས་གུས་ནས་ལག་པ་བརྐྱངས་པ་ཡིན། ད་སྐབས་དེ་དུས། ཨ་ནི། ཅིག་སྐུ་ངོ་སྐུལ་འདེད་གླེང་གིས་རྒྱལ་རབས་ག་གོ་གསུངས་མ་སོང་ཟེར་རྒྱལ་རབས་སྐོར་ནས་མ་གསུངས་དུས་དེ་ནས་ངས་ཅིག་བཤད་ནི

སྐད་སྒྱུར་གྱི་པུའུ་ཀྲང་ལ་ངས་ལག་པ་བརྐྱང་བསྐོར་ཞུས་སོང་བར་པུའུ་ཀྲང་ནས་གང་བཤད་རྒྱུ་ཡོད་ན་ཡང་བཤད་ཆོག་ཅེས་བཀའ་སྒྲོག་གནང་སོང་བར་བོས་ནས། ད་ངས་སྐད་སྒྱུར་གྱི་ཁོ་ལག་པ་བརྐྱངས་སོང་ཟེར་ལབ་དུས་ཨ་ར་ངས་ག་རེ་བཤད་ན་འགྲིག་རེད་ཟེར་ལབ་སོང། དེ་ནས་པུའུ་ཀྲང་ནས། གུས་ནས་ད་ལྟ་གོང་དུ་པུའུ་ཀྲང་གིས་ཡོན་རྒྱལ་རབས་དང་སྐབས་དེའི་བོད་ཀྱི་གནས་སྟངས་ཀྱི་འབྲེལ་བ་གང་ཡིན་ཁྱེད་ཚོས་ཤེས་དགོས་ཀྱི་རེད་དེའི་སྐབས་ཀྱི་འབྲེལ་བ་དེ་ཀྲུང་གོའི་འབྲེལ་བ་རེད་ཁྱེད་ཚོས་ཁས་ལེན་བྱེད་དགོས་ཞེས་བཀའ་གནང་སོང་ད་དེ། ཀྲུང་གོའི་རེ་བ་རེད་ཅེས་རྒྱ་ནག་གི་འོག་ལ་ཡོད་རེད་ཟེར་ལབ་སོང། ང་རང་ལ་ཆ་བཞག་ན་རྒྱལ་རབས་ལ་དོ་སྣང་བྱས་ཏེ་སློབ་སྦྱོང་བྱེད་མཁན་ཞིག་ཡིན། ང་ཚོ་བོད་ཀྱི་ཡིག་ཆའི་ནང་ལ་སྐབས་དེར་ང་ཚོ་ཡོན་རྒྱལ་རབས་ཀྱི་ཁོངས་གཏོགས་པ་ཡིན་པ་དང་ད་ལྟ་གསུངས་པ་ལྟར་ཁྱིམ་ཚང་ཆེན་པོའི་ཁོངས་གཏོགས་ཡིན་པའི་ཡིག་ཆ་དེ་འདྲ་རྩ་བ་ནས་མཐོང་མ་མྱོང། འོན་ཀྱང་ཞིབ་འཇུག་ཤ་ཁུག་བྱེད་ཀྱི་གནས་ཚུལ་ཐ་དད་རེད། མདོར་ན་ད་བོད་དེ་རྒྱ་ནག་གི་མངའ་ཁོངས་མ་རེད་དེ་བཤད་པར་གདའ། རྒྱལ་རབས་ཀྱི་སྐོར་ལ་ཡིན་ན་ཡང་ཏང་གིས་གསུངས་པ་བཞིན་དངོས་ཐོག་བདེན་རྫོང་ཐོག་ནས་འགྲོ་རྒྱུ་གལ་ཆེན་པོ་མཐོང་གི་འདུག་རྒྱལ་རབས་ནི་རྒྱལ་རབས་རེད་ལོ་རྒྱུས་རེད་དེའི་སྐོར་ལ་འགྲེལ་བཤད་རྒྱག་དགོས་བྱུང་ན་ཡང་རྒྱག་རྒྱུ་མེད་པ་མིན། ངས་དེབ་ཆུང་གཅིག་ཀྱང་བྲིས་ཡོད་གཅིག་བྱས་ན་མཁྱེན་ཡོད་དོ་ཁ་པོ་རེད་ཆ་པོ་རེད་བྱས་ཙང་ཀ་ད་རྒྱལ་རབས་སྐོར་ལས་ཡིན་ན་ལས་ཁྱེད་རང་ཚོ་གསུངས་པ་ནང་བཞིན་ཏི་ག་རི་སི་ག་རེ་དངོས་ཐོག་བདེན་རྫོང་བྱས་བྱས་འགྲོ་དགོས་དེ་གལ་ཆེན་པོ་མཐོང་གི་འདུག་རྒྱལ་རབས་དེ་རྒྱལ་རབས་ལ་འགྱུར་བ་བཏང་ཐུབ་ཀྱི་ཡོད་མ་རེད་ཨེས་དེའི་སྐོར་ལས་ཨ་ནི་འགྲེལ་བཤད་རྒྱག་དགོས་བྱུང་ན་རྒྱག་རྒྱུ་མེད་པ་མ་རེད། ངས་ཡང་རྒྱལ་རབས་དེབ་ཅིག་བྲིས་ཡོད་བྱས་པ་རེད་གཅིག་བྱས་ན་རྒྱལ་རབས་ཚོས་མཐོང་ཡོད་ཀྱི་རེད། རྒྱལ་རབས་སྐོར་ལ་གནས་ཚུལ་ག་རེ་རེད་འདུག་རྒྱ་ནག་གི་མཁས་པ་ཚོས་བོད་ཀྱི་རྒྱལ་རབས་སྐོར་ལ་གང་བཤད་འདུག་བོད་ཀྱི་མཁས་པ་ཚོས་བོད་ཀྱི་རྒྱལ་རབས་སྐོར་ལ་གང་བཤད་འདུག་དེ་ཚོའི་སྐོར་དེ་མཁས་པ་ཚོ། མཁས་པ་ཁོ་རང་ཚོ་ཚོགས་འདུ་འཚོགས་བགྲོ་གླེང་བྱས་ན་ཡག་པོ་མེད་དམ་དེ་ལྟར་དགོངས་པ་བཞེས་རྒྱུ་ཁྱད་པར་མེད་དམ་བསམ་སྟེ་ཞུས་པ་ཡིན་ཞེས་ཞུས། ཨ་ནི་ད་དེ་འདྲ་ཡིན་དུས་རྒྱལ་རབས་ཀྱི་དེང་རབས་ཤེས་དུས་ཨ་ནི་རྒྱ་ནག་གིས་བོད་དང་འབྲེལ་བའི་བོད་ཀྱི་འབྲེལ་བ་དེ་རྒྱ་ནག་གི་མཁས་པ་ཚོས་ག་རེ་བཤད་གི་འདུག་གཅིག་བཤད། ཨ་ནི་བོད་པའི་མཁས་པ་ཚོས་ག་རེ་བཤད་གི་འདུག་དེ་ལ་དེ་གཉིས་ད་བསྡུར་བྱས་གྲོས་བསྡུར་བྱས་ན་ཡག་པོ་མེད་རོགས་ཞུས་པ་ཡིན་ཁྱེད་པར་ཡང་གཅིག་རེ་ནས་ང་ཚོ་བོད་དང་ཀྲུང་དབྱང་བར་གྱི་འབྲེལ་བ་བཤད་དུས་ང་ཚོ་རྒྱལ་རབས་སོ་སོ་དང་བོད་ཀྱི་འབྲེལ་བའི་སྐོར་དེ་ཚོ་ཞིབ་ཚགས་པོའི་ཐོག་གྲོས་མོལ་ཞིབ་འཇུག་བྱས་ཆོག་གི་རེད། ཡོན་དང་ཆིང་དང་མིང་རྒྱ་ར་ཀ་བོད་ཀྱི་འབྲེལ་བ་དེ་ཀྲུང་དབྱང་དང་ས་གནས་བར་གྱི་འབྲེལ་བ་རེད། དེ་འཛམ་གླིང་ཡོངས་ཀྱིས་ཁས་ལེན་བྱེད་ཀྱི་རེད། དེ་སུ་ཡིན་ན་ཡང་ངོ་རྒོལ་བྱེད་ཐུབ་ཀྱི་མ་རེད་ཟེར་བར་ད་དེ་རེད་དགོས། ངོ་རྒོལ་བྱེད་ན་སོ་སོ་རང་གིས་རང་སྣང་ཡུལ་ཅན་གྱི་ལྟ་ཚུལ་ཞིག་རེད། རྒྱལ་རབས་རིམ་བྱུང་དང་དེའི་སྐབས་བོད་ཀྱི་འབྲེལ་བ་ཀྲུང་དབྱང་དང་ས་གནས་སྲིད་གཞུང་བར་གྱི་འབྲེལ་བ་རེད་ཅེས་ཨུ་ཚུགས་རྒྱབ་ཀྱིས་དེ་བྱས་པ་རེད་དེ་འདྲ་བཤད་དུས་གུས་པས་རང་སྣང་ཡུལ་ཅན་ཡིན་ན་ཡང་འགྱོད་པ་མེད་བོད་རྒྱལ་ཁོངས་ཡིན་པ་ང་རང་གིས་ཡིག་ཆ་གང་ཡང་མཐོང་མ་བྱུང་ཡིག་ཆ་མཐོང་བའི་ཉིན་མོ་ནས་གནས་ཚུལ་ཐ་དད་རེད་དངོས་ཐོག་བདེན་རྫུན་མཐོང་ནས་འགྲོ་རྒྱུ་རེད་ཡིག་ཆ་དེ་འདྲ་མཐོང་བའི་རེ་བ་ཡོད་ཅེས་གསུངས་པ་རེད། འོ་ད་ག་རེ་ཡིན་ན་ཡིན་རང་སྣང་ཡུལ་ཅན་སོ་སོ་ག་རེ་སོ་སོ་གི་ཐད་དོར་ན་ཁྱོད་རེ་ག་རེ་སྟོང་པ་དེ་རེད་མ་གཏོགས་བདེན་པ་མ་རེད་བཤད་དགོས་བར་བ་བྱས་ཙང་ཨ་ནི་ག་རེ་ཡིན་ན་ཡིན་མེད་ན་མེད་ངས་ད་ལྟའི་གང་ལྟར་དེ་འདྲས་ཡིན་པ་ཅིག་ཡིག་ཆ་མཐོང་མ་སོང་དེ་འདྲས་ཀྱི་ཨ་ནི་བོད་རྒྱལ་ཁོངས་ཡོན་རྒྱལ་རོ་དེ་དུས་ཚོད་རྒྱལ་ཁོངས་ལས་འོག་ལ་ཡིན་པ་ཡིག་ཆ་ཅིག་མཐོང་ན་གནས་ཚུལ་ཐ་དད་རེད་བྱ་བར། ད་དེ་ནས་ཡང་ཅིང་ཧྲན་གྷ་ལར་ཡིག་གཅིག་དཔེ་ཆ་ཕུལ་ཆོག་གི་རེད་ཡོན་སྐབས་བོད་ལ་བླ་ཆེན་བཏང་བ་དང་བློན་ཆེན་བཏང་བ་དང་གོང་མིང་བཏང་སྐབས་དངོས་སུ་གཞུང་ལས་ཁང་སྐུ་ཚབ་ཚུགས་ཡོད་པ་རེད་དཔེ་ཆ་དེ་ཚོ་ཕུལ་ཆོག་གི་རེད་ཅེས་གསུངས་སོང་ད་སྔོན་མ་ཡོན་སྐབས་ལས་ཨམ་བན་སི་རོ་དང་ཅིག་ཡོད་རོ་སོག་པོ་ཨམ་བན་དང་དུས་ཚོད་དྲེད་དང་ད་ག་ནང་བཞིན་ཨ་ནི་གོང་མིང་དང་སྐུ་ཚབ་བཏང་ཡོད་རེད་ཨ་དེ་ཚོ་དེབ་ཕྲད་གོ་ཆེ་བ་རེད་གུས་པས་ས་བདག་རྫོང་པ་པོའི་གར་སོང་པར་ཟིན་ན། དཔེ་ཆ་ངེས་པར་གནང་རོགས་གནང་ཞིབ་འཇུག་ངེས་པར་བྱ་གི་ཡིན། ཞུ་ཞུ་བ་ཡིན། ཡང་གཅིག་རེ་ནས་ཁྱོད་ཚོ་རྒྱ་གར་དུ་བཞུགས་ཀྱི་ཡོད་རེད་རྒྱ་གར་དང་ཀྲུང་གོ་དབར་གྱི་འབྲེལ་བ་ཡིན་ན་ཡག་པོ་ཡོད་རེད་རྒྱ་གར་དང་ཀྲུང་གོ་གཉིས། འཛམ་གླིང་གསུམ་པའི་གྲས་སུ་ཚུད་ཡོད་ཡིན་ན་ཡང་ས་རྒྱ་ཁབ་གཉིས་ལམ་ལུགས་གཅིག་མ་རེད་ས་དེང་སང་རྒྱ་གར་གཞུང་དང་པན་ཇབ་གཉིས་བར་དགའ་བ་བྱུང་ཡོད། ཡོད་པ་དེ་ང་ཚོའི་རེ་བར་ཐག་གཅོད་ཡག་པོ་ཡོང་རྒྱུའི་རེ་བ་ཡོད། རྒྱལ་ཁབ་ནང་ཁུལ་དགའ་བ་མེད་པའི་ཐོག་ནས་གནས་རྒྱུའི་རེ་བ་ཡོད་བྱས་པ་རེད་ད་བཀོད་གར་བྱས་པར་ཟེར་ན་ཡང་རྒྱ་གར་གྱི་ཆབ་སྲིད་ཅིག་བཙུགས་བྱས་བླུགས་དགོས་བར་དེའི་ནང་ལ་གར་བྱས་པར་ཟེར་ན་ད་རྒྱ་ར་ཚོ་རྒྱ་གར་ལ་ཞུགས་ཀྱི་རེད་ད་རྒྱ་གར་དང་ཨ་ནི་ཀྲུང་གོ་བར་གྱི་འབྲེལ་བ་དེ་ཡག་པོ་ཡོད་རེད་བྱས་ཙང་ཀ་དེ་ཡིན་དུས་ང་ཚོ་འཛམ་གླིང་གསུམ་པ་གི Third World State རེད་དེ་གར་ཟེར་ན་ཡར་རྒྱས་མ་བྱས་པའི་རྒྱལ་ཁབ་རེད་ལ་བརྩི་གི་དགོས་བ་འོ་དེ་ཡིན་དུས། གནས་ཡོད་རེད་ས་རྒྱ་གར་ཡིན་ན་དེ་འདྲ་པན་ཇབ་ཀྱི་རྙོག་དྲ་དེ་དག་དེ་དུས་ཨིན་དར་གྷན་དྷི་དང་དེའི་དེ་མང་པོ་བཞུར་བ་འོ་དེ་གི་དུས་ཚོད་དེ་ཡིན་གྱི་རེད། འོ་དེ་རེད། ད་རྒྱ་གར་ནང་འཛུགས་ལས་ནང་འགུགས་ལས་རྒྱ་གར་ནང་འགུགས་ལ་རྙོག་དྲ་མེད་པའི་རེ་བ་བྱེད་ཀྱི་ཡོད་བྱས་པ་རེད། དེ་ནས་མ་ཚད་བོད་རིགས་ཚོས་གཞུང་སྟབས་བསྟུན་དུ་བྱ་བ་ངན་པ་གང་བྱུང་མང་བྱུང་མི་བྱེད་པའི་རེ་བ་ཡོད། ཁྱེད་རྣམ་པར་ཕར་ཕེབས་ཏེ་བྱ་བ་དེ་ཚོ་བཀག་འགོག་བྱ་རྒྱུའི་རེ་བ་ཡོད་དེ་ལྟར་མུ་མཐུད་ནས་བྱ་བ་སྤེལ་ན་ང་ཚོ་རླབས་ཆེན་མེས་རྒྱལ་ལ་སྐྱོན་དང་ཤུགས་རྐྱེན་ཐེབས་ཀྱི་མ་རེད་ཏཱ་ལའི་བླ་མ་ལ་ཤུགས་རྐྱེན་ངན་པ་ཐེབས་པ་མ་གཏོགས་ང་ཚོར་ཐེབས་ཀྱི་མ་རེད་དེ་ཚོ་བསམ་བློ་གཏོང་དགོས་པ་རེད། ཨ་ནི་ངོ་རྒོལ་དེ་འདྲ་མ་རྒྱག་ད་བན་རྒྱབ་ཀྱི་བ་རྒྱ་གར་གྱི་ཕྱོགས་རང་ཚོ་སྤྱི་མཐུས་ཡང་ངོ་རྒོལ་རྒྱག་ཡོད་ད་དེ་དེ་ཨ་ནི་བཀག་འགོག་བྱེད་དགོས་འདུག་ཟེར་ད་ད་གྱི་ལ་བ་ནང་བཞིན་རེད་ཁྱེད་རང་ཚོ་སྐད་རྒྱབ་ན་ཨ་ནི་ང་ཚོ་ཀྲུང་གོ་མེ་རྒྱལ་སྟོབས་ཆེན་རྒྱལ་ཁབ་གནོད་གི་མ་རེད་ཁྱེད་རང་ཚོ་གནོད་གི་རེད། དེ་ནས་འཇིགས་མེད་རིན་པོ་ཆེ་ནས་གོང་དུ་བཀའ་མོལ་བྱུང་དོན་དེ་སྔའི་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་རྒྱལ་ཁོངས་ཡིན་མེད་ཐད་རྒྱ་ཡི་རྒྱལ་རབས་གཅིག་པོ་མ་ཡིན་པར་བོད་ཀྱི་རྒྱལ་རབས་ལ་མཁས་པ་ཚོའི་ཚོགས་ཆུང་ཞིག་ནས་བོད་ཀྱི་རྒྱལ་རབས་ལོ་རྒྱུས་ལ་ཉམས་ཞིབ་བྱས་ཏེ་རྒྱ་བོད་གཉིས་ཀའི་རྒྱལ་རབས་ཀྱི་གནད་དོན་ལ་དཔྱད་ཞིབ་གནང་ན་དགེ་མཚན་ཡོང་སྣོན་བྱེད་པར་བྱེད་འོ་ད་དེ་ཅེས་གོང་དུ་ཁྱེད་རང་གིས་གསུངས་པ་དེ་ཚོ་ཡོན་རྒྱལ་རབས་དང་དེ་ཚོའི་སྐོར་ནས་ཨ་ནི་རྒྱ་རྒྱ་མི་གཅིག་པོ་བོད་རྒྱ་ཁོངས་ཡིན་མིན་གྱི་གནས་ཚུལ་དེ་རྒྱ་མི་གི་ཡིག་ཆ་གཅིག་པོ་མ་ཡིན་པར་བོད

དགོངས་པ་དེ་འདྲ་བཞེས་རྒྱུ་ཡོད་ན་འབྲེལ་བ་མུ་མཐུད་ནས་ཡག་ཏུ་འགྲོ་རྒྱུའི་རེ་བ་ཡོད་ཅེས་གསུངས་མཚམས། ལག་པའི་ཆུ་ཚོད་ལ་བལྟས་ནས་ཆུ་ཚོད་དྲུག་པ་རེད་སོ་གཟིག་ཁྱོད་རེད་འདུག་ཟེར་ཏེ་སྐར་མ་མཇུག་ཏུ་དུ་ལོག་མེད་པ་ལྟ་བུའི་ངང་ཚོགས་འདུ་གྲོལ་བ་རེད། ཨོ་ད་དེ་རེད་ད། ད་ཞིབ་འཇུག་བྱེད་དགོས་པ་རེད་དྲན་གོ། བོད་རྒྱ་བོད་རྒྱ་མི་གང་དག་ཡིན་པ་རེད་ལར་ད

ཚོགས་འདུ་འཚོགས་རྗེས་ང་ཚོ་སྐུ་ཚབ་རྣམ་པ་ཧ་ཅང་དགའ་པོ། དགའ་པོ་བྱུང། དམིགས་བསལ་ཁྲ་བོ་བོད་ནས་གུས་ལ་བྱོས་ད་རེའི་ཚོགས་འདུ་ང་ཚོ་རྒྱལ་ཁ། རྒྱལ་ཁ་ཐོབ་སོང་དམག་འཁྲུག་ག་མེ་མདའ་རྒྱག་པ་ལྟར་མེ་འབེན་ལ་ཏག་ཏག་ཕོག་སོང། ཕ་བཟང་བུ་ཡག་པོ་བྱུང་སོང་འགྲིག་སོང་ཞེས་དཔུང་པ་ཇག་ཇག་གཏོང་བཞིན་རྒྱལ་བ་རིན་པོ་ཆེ་ནས་སློབ་གྲྭའི་སྤྲིང་རྨོག་དང་ཟླ་ལི་སྤྲད་ནས་གསོལ་བ་དེ་གསོལ་དང་བྱོས་སོ། སྤྱིར་བཏང་སྐུ་ངོ་ཀུན་བདེ་གླིང་ནས་ལན་འདེབས་ཡག་པོ་གནང་སོང་ཡ་རྒྱལ་རབས་སྐོར་ལུས་སོང་ང་ཚོས་ནི་ཡོན་དང་མིང་བཅས་ཀྱི་མིང་ཚིག་དེ་ཚོ་ཏག་ཏག་ངོ་འཕྲོད་ཀྱི་མི་འདུག་ད་ནས་བཟུང་ཁྱེད་ངའི་བུ་དང་འདྲ་བ་ཡིན་རྔན་པ་སྤྲད་ཅིག་ཟེར་ནས་ཧོང་ཀོང་དུ་འབྱོར་སྐབས། ཧོང་ཀོང་འགྲོ་ལོར་ལྔ་བཅུ་དངོས་སུ་སྤྲད་ནས་སྐྱིད་པོ་གཏོང་ཤོག་ཅེས་ཟེར་གྱི་འདུག་ཅོ་རེ་དྲུག་བོད་ཀྱི་ད་ག་ཅོ་རེ་ད་ད་ལས་ག་ཚོད་རྒྱལ་ཁ་ཡག་པོ་ཐོབ་སོང་ཟེར་ཁྱོད་རས་རྒྱལ་རབས་ཀྱི་སྐོར་དེ་བཤད་ཙང་མི་འདི་རྒྱལ་བ་ལས་ཡག་ག་བྱུང་སོང་ཟེར་དང་ད་ལས་ཨ་ཏི་ཁྱོད་རང་རྗེས་མ་དངོས་གནས་ཇོ་རིན་པོ་ཆེ་གི་གསོས་སྤྲིང་རྨོག་དང་འདལ་གི་གསོས་ཟེར་བའི་ནུས་པ་ཐོན་ཤག།

ལོ་རྒྱུས་ཐོག་ནས་བོད་རྒྱ་གོང་མ་རོལ་བཅས་རྒྱ་མིའི་འགོ་ཁྲིད་མདུན་ཏཱ་ལའི་བླ་མའི་སྐུ་ཚབ་བཞི་པས་དངོས་སུ་ལབ་ཐུབ་པ་དེ་ཡག་པོ་བྱུང་སོང་ཞེས་དགའ་པོ་ཆེན་པོ་གནང། དེ་ཉིན་དགོང་དྲོའི་ཕེབས་སྐྱེལ་གསོལ་ཚིགས་སྐབས་སྐུ་ཚབ་རྣམ་པ་ཐུགས་སེམས་སྤྲོ་པོའི་ངང་མཆོད་ཆང་ལ་བྲོ་བ་དང་ཡ་མཚན་པ་ཞིག་ལ་དེ་ཉིན་ཡང་པུའུ་ཀྲང། མཛད་བྲེལ་ཆེན་རྟོག་རྟོག་གིས་གསོལ་ཚིགས་ལ་མཉམ་ཞུགས་བྱས་མ་སོང་དངོས་འབྲེལ་ཡིན་ནམ་ཡང་ན་ཚོགས་འདུའི་སྐབས་སྐད་ཆ་བཤད་རེས་བཏང་བ་དེར། ཐུགས་མཉམ་མ། ཐུགས་མ་མཉེས་པ་གང་ཡིན་ཧ་མང་པོ་བྱེད་པ་རེད་འོ་ད་དེ་གཉིས་ཀ་ད་གསོལ་ཚིགས་གྲ་རྒྱས་པོ་བྱས་ཏེ་སྐྱིད་པོ་གོ་ད་སྐུ་ཚེ་རྣམ་པར་སྤྲོ་པོ་བྱུང་སོ་ཐལ་ཡིན་ན་ཡང་སྤུ་འདྲ་གོ་དེའི་སྙིང་འདི་དྲི་ལ་དྲ་བ་ཅིག་བྱས་ཀྱི་གོ་སླད་མ་སོང་བྱས་པ་རེད་འོ་དེ་འདྲ་བྱས་རྗེས་ད་དེ་རིང་དེའི་བར་རུ་བཞག་ཡས་འདུག་ད་ག་འདྲ་ཐ་མ་དེ་གར་ཟེར་ན་གོ་ཚོད་ལེགས་ད་མཇུག་སྡོམ་རྒྱག་དུས་གོ་ཚོད་ཁེ་ཡས་དེ་དོན་ཚན་ལྔ་དེ་རེད་དེ་ཡིན་དུས་དེའི་སྒང་ནས་ཨ་ནི་ལོ་རྒྱུས་ཀྱི་བྱུང་རབས་དེ་ག་རེ་ཁེ་ཡོང་གི་རེད་ཟེར་ན། ལྔ་དེ། སྒང་ནས་ཨ་ནི་བོད་རྒྱལ་ཁོངས་རེད་ཟེར་ཏེ་བརྗེད་ཨ་ནི་སྐུ་ངོ་ཁོ་རང་གི་ད་ག་ཟེར་བ་རེད་ཨ་ཏི་ཤ་ཁོང་རང་གི་བོད་རྒྱལ་ཁོངས་ཡིན་པའི་གྲུབ་ཆ་ཙལ་ཡོད་ངས་མཐོང་ཡོད་མི་འདུག་ཟེར་རྗེས་དེའི་དགག་པ་བརྒྱབ་རྗེས་ད་དེའི་སྐྱིད་བོ་བྱུང་སོ་ཟེར་གོ་རྣམ་པ་དེ་ནི་དམིགས་བསལ་གྲོགས་པོའི་རྒྱབ་ཀྱི་རོ་ལོ་དགོད་ཀྱི་ལྟ་བ་མངོན་པ་སྤྲད་སོང་ཅེས་པ་རེད་ཨོ་ལགས་སུ་ད་དེ་རིང་དེ་ཙམ་ཡིན་འདུག་དོན་ཅི་ཤེས་དོན་ཅི་ཤེས།